འཛིན་གྲྭ་གསུམ་པའི་སློབ་ཕྲུག་ཚོ་ཁམས་བཟང་དེ་རིང་རྣམ་པ་ཚོ་ལ་ངས་སློབ་ཚན་བཅུ་བདུན་པ་དེ་ངོ་སྤྲོད་ཞུས་ཡིན་ཨེ་སློབ་ཚན་བཅུ་བདུན་པ་དེའི་ཚན་དེ་ལ་ཡ་ཞི་མི་སོག་པོ། ད་ཞི་མི་ཟེར་དོན་ཟིན་པ་ལ་ནམ་རྒྱུན་ཁྱི་ནང་ཚོས་ཁེངས་གི་རེད་ཞི་མི། སོག་པོ་ཟེར་དོན་ཟིན་པ་ལ་ཡ་རྫུན་མ་རྫུན་མ་ཞིག་ཡིན། ཞི་མི་རྫུན་མ་དོན་དུ་གཞན་ལ་ཡ་མགོ་སྐོར་བཏང་ཡིན་གི་ཞི་མི་རྫུན་མ་ཞིག་ཡིན་དེ་འདྲས་ལ་ཡ་ཞི་མི་སོག་པོ་ཟེར་གི་རེད་ཨེ་གཤམ་ལ་ངས་ཞི་མི་སོག་པོ་ཞེས་པའི་སྒྲུང་དེ་མ་དང་པོ་གཅིག་ཀློག་ཨེ་ན་ཞུ་གོ་ལ་རྣམ་པ་ཚོ་ལ་ཡ། འདྲེ་ཞི་བདེ་ཞུ་གི་ཡིན། ཞི་མི་བདེ་སོང་ཞིག་ཉིན་མང་པོར་ཟས་མ་རག་པའི་གྲོགས་པོ་སྟོང་པ་དང་ཁ་ཡར་བསྐོམས་ནས་ཟས་འཚོལ་དུ་ཕྱིན། ཁོ་ཁང་པ་སྟོང་པ་ཞིག་གི་ནང་སླེབས། ཁང་པ་དེའི་ནང་ཕུག་རོན་མང་པོ་ཚང་བཅས་ནས་ཡོད། ཕུག་རོན་རྣམས་ཀྱིས་ཞི་མི་མཐོང་འཕྲལ་གཅིག་རྗེས་གཉིས་མཐུད་དུ་འཕུར་ནས་དུང་མིའི་སྟེང་དུ་བབས། ཁོ་ལ་ཟས་སྟེར་འདོད་ཡ་ནི་ཞི་མི་བདེ་སོང་ཞིག་ཟས་མི་བདེ་སོང་ཟེར་བའི་ཚད་མ་ལ་ལོ། ཡཱས་ལས་ཡོད་པས་ནི་ལོ་དྲུག་ཅུ་བདུན་ཅུ་ལས་ཡོད་པས་ནི་ལོ་ཆེན་པོ་དེ་འདྲ་ལས་པ་འདི་ལ་ཡང་བྲེ་སྲོང་གཟིགས་རའི་དོན་དུ་ཞི་མི་ལོ་ཆེན་པོ་ཞེས་ཉིན་མང་པོ་ལ་ཉི་མ་མང་པོ་གྱི་རིང་ལ་ཡང་ཁོ་རང་ལ་ཟས་མ་རག་པས་གྲོགས་བོ་ལྟོགས་པ་དང་ཟས་སོང་ཙང་ནི་ཁོ་རང་ལ་ཡང་ཉི་མ་མང་པོ་གྱི་ཁ་ལག་མ་རག་པ་སོང་ཙང་གྲོགས་བོ་ལྟོགས་པ་ཡོད་རེས་གྲོགས་བོ་ལྟོགས་བདེ་བོ་རེས་ཁ་ཡང་སྐོམ་ནས་གྲོགས་གོ་ལྡོག་པ་མ་ཟད་ཁོ་རང་ཁ་ཞི་བོ་ཞིག་སྐོམ་བྱས་ཨ་ནི་ཁོ་རང་ཟས་འཚོལ་དུ་ཕྱིན་ཟེར་ནས་ཁ་ལག་ཚད་ཀ་ཕྱིན་པ་རེད། ཁོ་ཁང་པ་སྟོང་པ་ཞིག་གི་ནང་ལ་སླེབས། ཁོ་ཁ་ལག་ཚད་ལ་འགྲོ་ག་ལ་མོ་ཨ་ནི་ཁོ་རང་ཁང་པ་སྟོང་པ་ཞིག་གི་ནང་ལ་ཡར་སླེབས་པ་རེད། ཁང་པ་དེའི་ནང་ཕུག་རོན་མང་པོ་ཚང་བཅས་ནས་བསྡད་ཡོད། དོན་དངོས་ཐོག་ཁང་པ་དེའི་ནང་ལ་ཡང་ཁང་པ་སྟོང་པ་དེ་ནང་ལ། ཨ་ནི་ཕུག་རོན་མང་པོ་རྗེས་ཚང་བཅད་འདས་ཚང་བཅད་ནས་སྡོད་བསམ་ལ་ཁོ་ཚོ་ཁོ་རང་ཚོ་གི་ད་དེ་ནང་ལ་ཡ་བསྡད་ས་བཟོས་ཤིག་ད་ཁོ་རང་ཚོ་ནམ་རྒྱུན་ནས་དེ་བསྡད་ས་དེ་འདྲ་ཅིག་བཟོས་ཤིག་བསྡད་ཡོད་རེད། ཕུག་རོན་རྣམས་ཀྱིས་ཞི་མི་མཐོང་འདྲ་ཕུག་རོན་དེ་ཚོ་ཨ་ནི་ཞི་མི་མཐོང་འདྲའི་སྡོད་བསམ་པ་ལ་ཞི་མི་མཐོང་མ་ཐག་ཞི་མི་མཐོང་བ་དག་གཅིག་རྗེས་གཉིས་མཐུད་དུ་འཕུར་ནས་སྡུག་མིའི་སྟེང་དུ་བབས་གཅིག་རྗེས་གཉིས་མཐུད་སྡོད་བསམ་པ་ལ་གཅིག་གི་རྗེས་ལ་བཅད་བས་དུ་ཁོ་རང་གཅིག་གིས་གཅིག་རྗེས་ལ་མཐུད་ནས། དོན་དུ་གཅིག་གིས་གཅིག་ལ་གཅིག་སྡུག་ས་ཕུར་བྱས། སྡུག་མིན་སྟེང་དུ་བབས། སྡུག་མ་ཟེར་དུས་བསམ་པ་དེ་འདྲ་ཁྱེད་རང་ཚོ་པར་རིས་དེ་ལ་གཟིགས་པ་ཡིན་ན་ཡ། སྡུག་མ་འདུག་བ་སྡུག་མ་ཟེར་དུས་བསམ་པ་ལ་ཤིང་དེ་འདྲ་ཤིང་དེ་འདྲ་ནི་གཅིག་ག་ཐོག་ལ་འདུག་བཞག་པ་དེ་ལ་ཡ་སྡུག་མ་ཟེར་གི་རེད་དོན་དུ་སྡུག་མ་དེ་གཞན་པ་ག་ཁྱེད་མ་རེད་ད་འདང་ཚོ་ཤིང་དེ་གའི་བརྡར་ནི།

མ། ས་ནི་དང་གི། ད་ཁོ་རང་ཚོ་ཁང་པ་འདི་ནང་ལ་བསྡད་ཡོད་རེད་བ་ཡིན་ནའི་ལས་ཞིག་མི་མཐོང་བ་ད་ཚང་མ་ཡར་འཕུར་བྱས་ནས་དུག་མ་གི་སྒང་ལ་ཡར་བསྡད་པ་རེད་ཞེས་པའི་དོན་རེད། ཨེ་འདའི་གཤམ་ལ་ཡར། ཞི་མིའི་ཕུག་རོན་རྣམས་ལ་མགོ་སྐོར་ཏེ་ཟ་དགོས་བསམ་ནས། ཨེ་ཞི་མི་ཡས་ཁོ་རང་གི་བསམ་བློ་ནང་ལ་ནང་ལ་ག་རེ་ཡོད་རེད་བསམ་ཞུས་ན། ཨེ་ནི་མགོ་སྐོར་ཏེ་ད་ད་ཕུག་རོན་འདི་ཚོ་ལ་མགོ་བསྐོར་སྟངས་བྱེད། ཨེ་ནི་ཁོ་རང་ཚོ། ཞུ་སྒོ་ལ་ནི་ཟ་དགོས་བསམས་པ་རེད། སོང་ཙང་ཨ་ནེ་ཁོ་གིས་སྨྲས་པས་འདོད་བསམ་ལ་ཁོ་རང་གི་ངང་ནས་འདུག་སླ་བ་རེད། ག་རེ་ལབ་པ་རེད་ལབ་ན། ཀ་ཡེ་གྲོགས་པོ་ཚོ་ཁྱོད་ཚོ་ང་ལ་ཞེད་སྣང་དེ་འདྲ་བྱེད་མི་དགོས། ཀ་ཡེ་གྲོགས་པོ་ཚོ་འདོད་བསམ་ལ་ཨ་ཡེ་གྲོགས་པོ་དེ་ཚོ། ཁྱོད་ཚོ་ང་ལ་ཡ་ཞེད་སྣང་དེ་འདྲ་བྱེད་དགོས་མ་རེད་ཁྱོད་ཚོ་ང་ལ་ཞི་བོ་དེ་འདྲ་བྱེད་དགོས་མ་རེད། ངས་དེས་འདོད་བསམ་པ་ལ་སྔར་ངས་བྱ་དང་བྱིའུ་མང་པོ་བསད་པ་ཡིན། གཅིག་དང་གཅིག་ནི་སྔར་འདོད་བསམ་པ་ལ་སྙེ་མ་ཟིག་རེད། སྙེ་མ་ངས་གཅིག་དང་བྱ་དང་བྱིའུ་མང་པོ་གཅིག་ཁོ་རང་བསད་ཡིན། དེས་འདོད་བསམ་པ་ལ་ཡ། འོན་ཀྱང་ད་ཆ་ངའི་ལུས་ཀྱི་སྟོབས་ཉམས། སེམས་ཀྱི། པ་ཤོམ། མཆེ་བ་དང་སྡེར་མོའི་རྣོ་ངར་ཡང་སེལ། ཏིང་ངེ་མ་འདྲ་བ་ཡིན་ན་ངས་བྱ་དང་བྱེའུ་མང་པོ་ཅིག་བསད་ཉོས་ཡོད། ཡིན་ནའི་ལས་ད་ད་བྱ་དེང་སང་འདྲ་བོ་བྱ་བཞག་པ་ཡིན་ན་ཨེ་ནི་ངའི་ལུས་ཀྱི་སྟོབས་ཉམས་ཟེར་དུས་སམ་ལ་གཟུགས་པོ་ཁོ་རང་ལ་བྱ་བཞག་པ་ཡིན་ན་གཟུགས་པོ་ཡལ་ནས་ཤུགས་འདི་གས་དེ་ཚང་མ་མེད་པ་ཆགས་བྱས་ནས་སྟོབས་ཤུགས་གང་ཙམ་མ་ཉམས་བཞག་དོན་དུ་སྙིགས་མ་ནང་བཞིན་མི་འདུག་ཟེར་གཟུགས་པོ་ཁོ་རང་གི་ཤུགས་དེ་དེའང་ནང་བཞིན་སེམས་ཀྱི་པ་ཤོམ་ཟེར་དུས་སེམས་པ་ལ་ཡང་གཟུགས་པོ་གི་སྟོབས་ཤུགས་ཉམས་པ་མ་ཟད་ཨ་ཁོ་རང་གི་བསམ་བློ་ཡི་གནས་ལས་རེད་སེམས་ཀྱི་པའམ་པདྨས་སྡོད་བསམ་པ་ལ་ད་བློ་ཁོག་ཟེར་བ་དེ་ཡང་ཞུམ་འདུག་ཟེར་ནས་སྙན་མང་ནང་བཞིན་ད་དུ་ད་བྱ་བྱིའུ་ཟས་ཀྱི་བློ་ཁོག་ཡི་གནས་ཤི་རག་མི་འདུག་ཞེས་པའི་དོན་རེད། མཆེ་བ་དང་སྡེར་མོའི་རྣོ་ངར་ཡང་ཟས་སུ་སྡོད་བསམ་པ་ལ་མཆེ་བ་ཟས་སྡོད་བསམ་པ་ལ་ཡ་ཞི་མི་གི་སོ་ལ་ཡ་མཆེ་བ་ཟེར་བའི་དོན་འདུག་ང་ཚོ་མི་ལ་ཆ་བཞག་པ་ནི་སོ་འདི་གས་དེ་ང་རང་ཚོ་སོ་ག་ཚད་ཡོད་པ་ཚང་མ་རིང་ཐུང་གཅིག་པ་ཡོང་གི་འདུག་བ་ཡིན་ནའི་ལས་དོན་དང་ཤ་ཟ་མཁན་གྱི་སེམས་ཅན་བཅོས་ར་བ་དེ་ཚོ་ལས་ནི་དམིགས་བསལ་གྱི་ཆེ་ཡ་ཡོད་རེད་དཔེར་ན་ཁྱི་དང། ཨ་ནི་གཅན་གཟན་སྟག་དང་དོམ་དང་དེ་ཚོ་གས་དམིགས་བསལ་གྱི་ཁོང་ཚོ་ཤ་ལོངས་སུ་སྤྱོད་ཀྱི་ཡོད་པ་སོང་ཙང་ཨ་ནི་ཁོ་རང་ཚོ་ལ་ཆེ་ཡ་རིང་པོ་སོ་སོའི་ལས་ཡ་རིང་པོ་དེ་འདྲ་ཡོང་གི་འདུག་དེ་ལ་ཆེ་ཡ་ཟིག་རེད། ཆེ་བ་དང་སྡེར་མོ་སྡེར་མོ་ཟེར་དུས་སེན་མོ་ལ་ཡ་སེན་མོ་ཟིག་རེད་ད་མི་ཡིན་ན་ད་མི་ང་རང་ཚོ་མི་གས་ཨ་ནི་སེན་མོ་དེ་ལ་སེན་མོ་ཟིག་རེད་ལ་ཡིན་ནའི་ལས་སེམས་ཅན་དུད་འགྲོ་དང། དུད་འགྲོའི་ནང་ནས་མིང་སྲིང་གི་རྟགས་དང་དག་ཤ་ཟ་མཁན་གྱི་རིགས་ཤིག་འདུག་ཁོ་ཚོས་གིས་ད་སྲས་མོ་དེ་ལངས་སོ་སྲས་མོ་མ་ལབ་བྱས། གོ་ཡ་སྲས་མོ་རང་ལ་ཁོ་བོར་དེ་ཡིན་ནའི་ལེ་མིང་དེ་ག་རེད། ག་འདྲིས་བྱས་ཕོད་རྒྱུ་རེད་ཞུས་པས་ན་སྡེར་མོས་བྱས་ཀྱི་ཕོ་བོ་རེད་དེ་འདྲའི་བསམ་པ་ལ་ཡང། སྡེར་མོའི་རྣོ་ངར་ཡང་ཟེར་སྡེར་མོའི་རྣོ་ངར་ཟེར་དུས་བསམ་པ་ལ་སྙེ་མ་འགྲོ་བས་ན་ཁོ་རང་གིས་སྡེར་མོ་ཟུར་རྣོ་བོ་ཞུ་གི་ཡོད་ཟེར་བ་རྣོ་བོ་ཟེར་དུས་བསམ་པ་ལ་ཁ་རྣོ་བོ། དེ་འདྲའི་རྒྱན་ད་ལྟ་ཆ་བཞག་པས་ན་ནི་ད་ལྟ་སྲིང་མོ་ཡིས་སྲིང་མོ་རྣོན་བོ་དེ་ཚོའི་གྱེན་རྣོ་ངར་དེ་ཡང་ཕ་ཟས་ཟ་འདུག་ཞེས་པའི་དོན་རེད། དེ་ཙམ་དུ་མ་ཟད་ངས་བླ་མའི་མདུན་ནས་ཆོས་ཞུས་ཏེ། དཀར་ཟས་མ་གཏོགས་དམར་ཟས་སྤངས་ཚར་བ་ཡིན། ད་དུང་དེ་མ་ཟད་ནི་ངས་ད་བླ་མ་ཡི་འགྲམ་ལ་ཕྱིན་བྱས་ནི་བླ་མ་དེ་འདྲའི་གྱི་མདུན་ནས་ནི་ཁོ་རང་གིས་ད་ཆོས་དེ་འདྲ་ཞུས་པ་ཡིན་ཞེས་པའི་དོན་རེད་དོན་དུ་ནི་ཁོ་རང་གི་ནང་ཆོས་སྦྱངས་ཡིན་ཞེས་པའི་དོན་རེད། དཀར་ཟས་མ་གཏོགས་དམར་ཟས་སྤང་ཚར་ཡིན་ཟེར་སོང་ཙང་ད་བླ་མ་གི་འགྲམ་ནས་ཆོས་ཞུས་ཞུས་པ་སོང་ཙང་ཨེ་ནི་ཁོ་རང་གི་དཀར་ཟས་མ་གཏོགས་ཟེར་དུས་ཟ་མ་ལ་ཁོ་རང་གི་ད་ཤ་མོད་མ་གཏོགས་དམར་ཟས་ཟེར་དུས་ཟ་མ་ལ་ཡ་ཤ་ཡོད་ཟེར་བོ་རེད་ཤ་ཡོད་ཀྱི་རིགས་དེ་ཚང་མ་སྤང་ཚར་ཡིན་ཟེར་བོ་རེད་དོན་དུ་དཀར་ཟས་ལ་ན་བེ་ཇི་བྱས Vegetarian བྱས་དམར་ཟས་ཟེར་དུས་ཟ་མ་ལ་ཡ Non Vegetarian ཟེར་བ་དེ་དུས་ཟ་མ་ལ་ཨེ་ནི་ཁོ་རང་གི་ད་བེ་ཇི་གི་རིགས་མ་གཏོགས། ནི་ཤ་ཡི་རིགས་དེ་ཚང་མ་ཁོ་རང་གི་སྤང་བྱ་ཡིན། ད་ངས་སེམས་ཅན་གཞན་ལ་གནོད་པ་མི་བྱེད་པར་རོགས་རམ་གང་ཐུབ་བྱེད་ཀྱི་ཡིན། དེ་འདོད་བསམ་པ་ལ་ཡང་ད་ངས་སོ་སོས་ངས་ནི་སེམས་ཅན་གཞན་པ་ལ་གནོད་པ་བྱེད་ཀྱི་མེད། ཁོ་རང་གི་ཕ་མི་ཕ་ཆོས་ངན་དེ་ལ་སེམས་ཅན་གཞན་པ་ངོས་ལ་ཡང་གནོད་པ་བྱེད་ཀྱི་མེད་གནོད་པ་སྐྱེལ་གྱི་མེད། རོགས་རམ་གང་ཐུབ་བྱེད་ཀྱི་ཡིན་དེ་འདོད་བསམ་པ་ལ་སོ་སོས་ངས་ནི་ཕ་ཆོས་ལ་ཡང་གང་ཐུབ་ཐུབ་ཀྱིས་ནི་ཕན། ཕན་ག་ཚད་བཏགས་པ་ཡིན་ན་དེ་འདྲའི་རྒྱལ་ནས་རོགས་རམ་གང་ཐུབ་ཐུབ་བྱེད་ཀྱི་ཡོད། ཅེས་བཤད་དེ་དེ་འདྲའི་ལྟར་ཁོ་རང་བཤད་པ་རེད། ཞེས་མིག་ཁ་ནས་མ་ཎི་འདོན་བཞིན་མིག་བཙུམ་ནས་བསྡད། ད་ཁོ་གིས་དེ་འདྲའི་ལབ་པ་མ་ཟད་མིག་འདྲ་བོ་ཡིན་ན་ཁོ་རང་གི་མིག་དེ་ཚོ་ཡང་མ་བཙུམ་ནས་ཁ་ནས་ཨོ་མ་ཎི་པད་མའི་ཧོང་ཨོ་མ་ཎི་པད་མའི་ཧོང་ཞེས་བྱས་མ་ཎི་འདོན་བཞིན་མིག་བཙུམ་ནས་བསྡད། དེ་འདྲའི་བསམ་པ་ལ་ཡ། ཞེས་མི་དེ་མིག་བཙུམ་བྱས་བསྡད། ཕུག་རོན་རྣམས་དོག་པ་ཟ་ཞིང་ས་ཐོག་ལ་བབས་ནས་ཚོད་ལྟ་བྱེད། འོན་ཏེ་དེ་འདོད་བསམས་ལ་ཕུག་རོན་འདི་ཚོ་ད་ཞི་མི་ཡི་ལ་ཡོད་དེ་དངོས་གནས་ཡིན་ནམ་མེད་ནམ་བསམས་ཆུ་དོག་པ་ཟ་བ་རེད་ཟེར་དགྲ་བོ་བྲི་བ་དོག་པ་ཟ་འདོད་བསམས་ལ་དོག་པ་ཟ་ཞིང་ས་ཐོག་ཏུ་བབས་ནས་ཚོད་ལྟ་བྱེད། ཕུག་རོན་འདི་ཚོ་ཁོ་རང་གི་ལ་ཡོད་དེ་དུས་ངན་དུ་དངོས་གནས་ཡིན་ནམ་མིན་ནམ་བསམས་བྱས་ནས་ས་ཐོག་ཏུ་བབས་ཟ་འདོད་བསམས་ལ་ད་གིན་སྙོད་ལ་ཁོ་རང་ཚོ་སྒང་ལ་ཡ་གདུང་མ་སྒང་ལ་བསྡད་ཡོད་རེད་བ་ད་ལྟ་གདུང་མ་སྒང་ནས་མ་ས་གི་སྒང་ལ་མ་བབས་པ་རེད། ཨིན་ས་སྒང་ལ་མ་བབས་ཀྱི་བབས་ཀྱི་ཁུག་གི་མདུན་ལ་མ་བབས་བྱས་ནས་ཚོད་ལྟ་བྱས་རེད། ཚོད་ལྟ་ཁུག་གི་ལ་ཡོད་དེ་དངོས་གནས་རེད་འདོག་མི་འདོག་བསམ་ཕྱིར་བ་ཚོད་ལྟ་བྱས་པ་རེད། གཞིས་མི་གཞིས་དུས་ཀྱི་ཚུལ་དུ་བསྡད། ཨིན་ད་ཁོང་ཚོ་མདུན་མ་ཁུ་རང་གི་འགྲམ་ལ་ཡར་བབས་ནས་མ་ཕུག་རོན་དུ་སླེབས་དུས་བསམ་བ་ལ་ད་དུང་གཞིས་མི་གཞིས་དུས་ལ་ཟེར་དུས་བསམ་བ་ལ་ཁོ་རང་གི་སྤྱོད་པ་དེ་ད་དུང་ཞི་ཞིང་དུལ་བ། ཞི་ཞིང་དུལ་བ་ཟེར་དུས་བསམ་པ་ལ་ཡ། ཞི་དུལ་ཟེར་དུས་བསམ་པ་ལ་ད་དུང་པས། དངོས་གནས་ཁོ་རང་གི་ལག་རྒྱུད་དང་གི་སུ་ལག་རྒྱུད་དེ་ཚོ་དངོས་གནས་ཡིན་མདོག་མདོག་བྱེད་ཅིག་པས་ཉམ་ཆུང་དོ་ཁ་འོ་བྱེད་བྱེད་ནི་ཁོ་རང་བསྡད་འདུག་ཞི་དུལ་གྱི་ཚུལ་དུ་བསྡད་འདུག། དེར་ཕུག་རོན་རྣམས་ཡིད་ཆད་ནས་སེམས་ལྷོད་ལྷོད་ངང་གོང་བུ་འཐུ་བཞིན་པའི་སྐབས། ཞི་མེད་ལྷོད་པོར་དུ་མཆོང་ཐེངས་གཅིག་གིས་ཕུག་རོན་ཞིག་བཟུང་ནས་བསད་དོ། དེར་ཕུག་རོན་རྣམས་ཡིད་ཆེས་ནས་བཟི་སྟེ་འདོད་བསམ་པ་ལ་ཡ་ད། ཕུག་རོན་ཁ་ཤས་ཤིག་དང་པོ་མ་ཤི་མི་དྲང་ལ་ཡ། ག་ལི་ག་ལི་ས་ཕོ་ས་ཐོག་ལ་ཡ། བབ་ཅིག་ཁོ་རང་ལ་ཚོད་ལྟ་བྱེད་བར་བ་སོང་ཙང། ཨ་ནི་ཕུག་རོན་ཞིམ་པ་དེ་ཚོ་ཡང་ཨོ་ད། ཞི་མི་དེ་དངོས་གནས་ཁོ་རང་གི་ལག་རྒྱུད་དུ་བདེན་པ་ཡིན་གྱི་རེད་བསམ་བྱས་དེ་ལ་ཡ་ཡིད་ཆེས་ནས། སེམས་བློ་ལོའི་ངང་སེམས་པ་ལྷོད་ལྷོད་བྱེད་ནས་ནི་ཁོ་རང་ཚོ། ཕུག་རོན་འདི་གས་ཏེ་ནི་གོང་བུ་མཐུ་བཞིན་གོང་བུ་མཐུ་བཞིན། ཁོ་རང་ཚོ་གུམ་བུ་རེད་བསམ་ལ་ཁོ་རང་ཚོ་བྱ་དེ་ཚོ་ཟ་ཡ་གི། དེ་ལ་ཡང་གུམ་བུ་ཟིག་རེད་དེ་འདྲས་ཐུག་ཤིང་ཟེར་དུས་བསམ་ལ་གུམ་བུ་དེ་ཟིག་རེད་ཟིག་རེད་དེ་འདས་པའི་གནས་སྐབས་སུ། ཞི་མི་ལྷོད་པོར་འདུག་ཆུང་དེ་གཅིག་གིས་ཟེར་ན་ཞི་མི་གས་ལྷོད་པོར་འདུག་ཟེར། ཧོབ་འདུག་ཐོབ་བརྒྱ་ཐོབ་བརྒྱ་དགུ་བརྒྱ་ཟིག་འདུག་ཨ་འདུག་ཟེར་ན་ཧོབ་འདུག་ཆུང་དེ་གཅིག་གིས་ཁོ་རང་གས་ན་ཆུང་དེ་གཅིག་ལ། ཐེངས་མ་གཅིག་ཏུ་མཆོད་རྟེན་གཅིག་ལ་ཡང་ཕུག་རོན་ཞིག་བཟུང་ནས་ཁུལ་གྱི་ཕུག་རོན་ཞིག་བཟུང་ནས་བསད་དོ་བསད་དུས་སམ་ལ་ཁོ་གིས་ཐེངས་ཀྱི་གོང་དུ་ལག་ཡོད་ཚང་མ་རྫུན་མ་ཡིན་པ་དང་ཁོང་གིས་ཐེངས་ཀྱི་གོང་ལ་ཡང་ཞི་མི་ཟོག་པོ་ག་ཆེན་རེད་ཞུ་དུས་སམ་ལ་ཡང་ཞི་མི་ཟོག་པོ་ཐེངས་ཀྱི་གོང་ལ་ཁོ་རང་གི་བླ་མ་གི་དུས་ནས་ཆོས་ཉིད་ཡིན་ཟེར་ཡ་དང་ཁོ་གི་དཀར་ཟས་མ་གཏོགས་དམར་ཟས་ཚང་མ་སྤང་ས་ཡི་ལ་ཡ་དུས་ཚང་མ་དོན་དུ་ཞི་མི་དེ་གས་ཕུག་རོན་དེ་གས་དེ་ཟ་དགོས་སམ་ཅེས་ཁོ་རང་དང་ཡུན་རིང་པོ་ཁ་ལག་རག་ཡོང་མི་ར་བ་སོང་ཙང་ཨ་ནི་དེ་འདྲ་ཡི་གེ་གཅིག་ཁོ་ཚོ་སེ་བྱེད་ཟ་དགོས་བསམ་ཆེད་ཁོ་རང་གི་འདུག་ཟེ་བྱེད་མི་དེ་གས་ཨ་ནི་གོག་གོག་བཏང་ཆེད་ཨ་ནི་ཕུག་རོན་སེ་དེ་ཟས་པ་རེད་ཞུས་པའི་དོན་རེད་དེ་འདུག་བསམ་པ་ལ། ཨ་ནི་ད་རིང་གི་ང་ཚོ་གི་སློབ་ཚན་བཅུ་བདུན་པ་དེ་ཨ་ནི་དེའི་བར་དུ་ཡིན་ལ་ཟེར།